ཐུབ་དགའ་ཐུན་མོང་མ་ཡིན་ནི་གི་ཁྱད་ཆོས་གང་མང་གཟུགས་ནས་མི་ཚུགས། ལྷག་ཏུ་ར་ཕ་ཡི་གསང་གཞུང་འདི་ན་འཚོ་གནས་བྱེད་གོ་ནི་གི། མི་དམངས་མང་ཚོགས་དང་དམ་དུ་འབྲེལ་བའི་ཟླ་བ་ནི་གི་རིག་གནས་ཀྱི་རྒྱབ་ལྗོངས་གཟུགས་ཡང་སྟུ་གོ་གཟུགས་ནོ་ཨ་ཅོ་ཚང་མ་གི་ཤིག་ཨ། རེད་དེ་དག་ན་ད་ང་ཆོ་གི་ཚན་ཁག་འདི་གི་ཡང་ཆེད་དུ་ཞིང་ཧམ་པ་ལས་མོ་ལུམ་སང་གི་རྟ་རྒྱུག་འདི་དང་འབྲེལ་ཡོད་གི་རིག་གནས་ཀྱི་རྒྱབ་ལྗོངས་འདི་ར་ཡང་ན་ནང་དོན་འདི་དང་འབྲེལ་ཡོད་ནས་ད་ཁྱོད་ཕ་ཡིག་གི་ཉེར་ན་གཟུགས་ཨ། བཅར་འདྲི་དགོས་ཀྱི་ད་ང་ཆེད་དུ་ཆེད་ག་ཚ་ཡོང་ནི་གི་ཡ། རེད་རུ་མ་ད་ང་ཆོ་ག་དེ

སང་ཁག་ཟིན་མང་དུ་བྱས་ནས་ཐོག་ཟིན་ཟིན་ན་འདི་བདག་མོ་སང་ཆེན་རྒྱལ་བོས་སང་ཧ་དེ་ད་དེ་སང་རྡོ་ཡ་ར་འཇོག་ས་བོ་དེ་ཡིན་ནོ་སྟབས་ཀྱིས་ད་སང་གཞུང་ཟིན་མང་དང་བོ་དེ་ཡིས་ཐོག་ཟིན་ད་མཐའ་མར་འང་དུ་འགྱེལ་རིགས་སོང་ནས་ད་སང་ཁག་ཟིན་གཉིས་སྐབས་སང་ཁག་ཟིན་པོ་ཁོ་ནོ་རྒྱུ་མཚན་དུ་མོ་ཟེར་རེད་ད་སང་ཁག་ཟིན་དང་ན་སང་ཁག་འདེ། ཁྱིམ་སྒོ་ཧར་གྱི་ཁྱིམ་སྒོ་དང་བཙོག་གཉིས་ལ་ཁ་ལག་གཏོང་གི་ཡོད་སྐབས་དེ་ཡིན་དང་ན་འདི་འཚོ་བ་ཡིན་ན་འདི་འཚོ་བ་སང་ཚོར་ཚེ་བདུན་བཟས་འདི་འཚོ་བ་བདུན་གྱི་གྲིབ་བཟས་འཚོ་བ་དངོས་སུ་བཤད་ཡོང་ན་འཚོ་བ་བརྒྱད་ལྟ་བུ་བཟས་ཡོད་སྐབས་ཧྲག་གི་འཚོ་བ་ལྔ་བཟས་བརྒྱད་བཟས་ཉིན་ལ་བརྡེག་གསུམ་བཟས་བཟས་འཚོ་བ་བརྒྱད་བྲིས་དེའི་ནང་ནས་ད་ཡང་དཔར་བ་རག་བསད་ཁྲི་གཉིས་ཀ་འཚོ་བ་གཅིག་ག་བཟས་ད་འཚོ་བ་ལྔ་གི་ལ་ཀ་ལ་བརྡེག་གསུམ་གི།

ཆུ་ར་རེ་ཟིག་ཞབས་ཀུན་ཏུ་བཀྲལ་དང་མིང་མཚུངས་སུ་བཤད་ན་ད་དུང་ངོ་བོ་འདི། སྐྱབས་མཆོག་འཇིགས་མེད་ལྷུན་སྲིན་གྱི། ཞིང་ཁམས་པ་ལིའི་སྨོན་ལམ་གསུང་གི་དར་རྒྱུགས་འདི་བརྩིགས། ལི་ཁམས་པ་ལིའི་སྨོན་ལམ་འདི་ཆུའི་ཚིག་ནི་རེ་ཟིག་མཐོང་ན་ད། དར་རྒྱུགས་རྐྱང་རྐྱང་ངོ་དེ་མོ་ཁུ་རུ་གུ་རྣམ་པ་དེ་ཡིན་ནི་མ་རེད། དེ་མཐོང་ན་ད་འདས། གསུང་གི་དར་རྒྱུགས་འདི་ཆུའི་ལྡུམ་པའི་ཚེ་བ་གདིང་གི་ཉི་མ། ད་སང་གི་དར་རྒྱུག་གི་སང་ཁྲི་གི་མགོ་རྩོམ་དགོ་ནི་རེད། ད་ད་གི་སོ་བཤད་རྒྱུ་ཟིག་དགོ་ནོ། འདི་བཤད་རྒྱུ་ན་བསམ་པའི་དོན་འགྲུབ་འདུག་ཉི་མ། ཨ་སང་ཧི་ནག་དགྲ་བླའི་དཔུང་ཐོག་གི་ཉི་མ་ཡིན་ཟིག་ནི་བཤད་རྒྱུ་ཟིག་ནོ་དེ་རེད་དེ་ཡིན་ན་སང་གི་དར་རྒྱུག་སོ་སོ་གི་དར་རྒྱུག་གི་སང་ཁྲི་གི་མགོ་རྩོམ་པའི་ཉི་མ་དེ་ཆུ། ད་སང་ཁོག་གི་སེར་སྡེ་གི་ད་མ་ནི་འོམ་གྲུབ་གི་སྒར་སྐད་དུ་མ་ནི་ནག་མགོ་དང་ན།

ང་ནི་འོམ་འགྲོ་བས་ནི་བདག་གི་བདག་བདེན་པའི་འཇིགས་སམ་གཉིད་མ་དག་གསུམ་གྱི་དར་གྱིས་ཀྱི་ཕུང་པོ་ནི་ལྷམ་པ་ལས་སྨོན་ལམ་གསུངས་ནས་རྟ་ཐམས་ཅད་ལ་རབ་གནས་གནང་ངེས་ད་ནི་རྟ་ལྷམ་པ་ལ་སྨོན་ལམ་བརྒྱབ་ན་ད་ལྟ་ཡོད་ན་དོང་བོ་གི་ཁོང་རིགས་ཀྱི་གསུང་ཁུ་ལེན་མ་རུལ་བ་དང་རྟ་འཇིགས་ནོ་གི་ཉི་རྟ་གཉིས་ཀ་བཤལ་མར་བསྒོས་བར་ད་མཐའ་ན་འོག་གི་འཇའ་བ་འདྲུལ་བ་ཐམས་ཅད་ལ་ར་བྱང་ཁམས་པ་ལ་གི་སྐྱེས་མ་སྐྱེས་ཐེ་ཚོམ་མེད་བཟོས་ནས། ཞག་སོང་དུ་མ་མེད་པ་དུ་མོ་གནང་བ་ནི། ངག་རྒྱུན་ན་བཤད་ཚུལ་འདྲ་དགོན་སུ་དུ་མོ་ཡོད་ཁུལ། རེད་རེད་རེད་རེད་ལྟ་མཁན་དང་ཉན་མཁན་གྲོགས་པོ་རྣམ་པ། རེད་གོང་ནས་འཇིགས་ག་ར་ཨ་ག་ར་བསྟན་ལགས་ཀྱི། བྱིས་བའི་ཞིང་ཤམ་པ་ལས་སྨོན་ལམ་གསང་གི་ལྟར་གཅིག་འདི་གི་སུལ་འབྱེད་པ་པོ་དེ་མི་ཚིག་གི་ཁུར་གི་ཐུན་མོང་མ་ཡིན་ནི་གི་ཁྱད་ཆོས་ར་བྱིན་ཐབས་ལ་སོགས་པ་པོ་སྐོར་གི་ཁུར་གི་ཆོས་དངོས་གྲོས་བྱས་ཟིན་པ་རེད། རེད་དེ་གང་ན་འཆམ་དུ་ནི་ཡང་གཅིག་གི་ཞིང་ལས་ཁམས་པ་ལས་མོ་ནི་སིང་གི་དར་གཅིག་གི་འདི་གི་ང་ད་ཆུ་ཕ་ཡི་སྲིང་གཞུང་གི་མི་སྣ་ཟིག་ཚོ་ན་ཕ་ཆེར་མི་ཤེས་ནི་ཡོད་ཀྱི་མ་རེད་ར་ཡང་ས་ཕྱོགས་གཞན་པ་ར་ཡང་ན་མི་སྣ་གཞན་པ་གི་ཡང་མི་ཤེས་ས་གང་མང་ཟིག་ཡོད་ཀྱི་རེད་དེ་གང་ན་ཆུའི་འཆམ་དུ་ནི་ཞིང་ལས་ཁམས་པ་ལས་མོ་ནི་སིང་གི་དར་གཅིག་གི་འདི་གི་ད་ལྟ་ཁུར་གི་ཐོག་མ་གི་སྟ་གོན་ཟིན་ན་ར་ཆོག་གི་ད་དུམ་བུ་གཅིག་གསུམ་གི་སྔོན་གྱི

ད་ལྟ་ལོ་ནི་དོ་ཚིགས་ཀྱི་རྟར་འཇུག་གི་ཉི་མ་དུ་ནས་བཟུང་སྟེ་ད་གྲ་འགྲིག་ཡས་ཁོ་ནོ། ད་ད་འདོགས་མཁན་གྱི་ཁྱིམ་ཚང་སོགས་ཡིན་ན་ར་དེ་གཅིག་ཐག་ཡས་ཁོ་ནོ། འདོགས་རྒྱུ་གྱི་རྟ་ཡིན་ན་ར་དེ་གྲ་བསྒྲིགས་ཡས་ཁོ་ནོ་གསོ་བྱེད་ཡས་ཁོ་ནོ། ད་དེའི་རྟ་གི་གྲ་བསྒྲིགས་གི་རིམ་པ་གི་ཞལ་ལས་གསུངས་ན་ཐུན་མོང་རེད། ད་གྲ་བསྒྲིགས་གི་རིམ་པ་ཡིན་ན་ར་དེ་རྣམ་གྲངས་གཟུགས་ཀ་མི་ལྔ་བཟོ་རྒྱུ་རེད། ད་སྡེ་བ་སྡེ་བ་སོ་སོ་ར་ཡང་ཧ་ཅང་གཅིག་མཐུན་ནས་ཡིན་གྱི་མ་རེད།

ལྟ་བཞི་ཁུག་གི་བདུན་པའི་རྟ་རྒྱུག་ཏུ་ལྟོ་ཚིག་གི་རྟ་རྒྱུག་གི་ལྔ་བཞུགས་དུ་ནས་བཟུང་སྟེ་ད་ལྟ་དེ་གྲ་འགྲིག་ར་གོབ་འགྲིག་ཡ་ཁོ་ནོ། ལོ་གཅིག་གི་རིང་གི་འཆར་གཞི་གི་ནང་གོ་ཁོ་ནོ་བྱ་བ་དུ་མོ་ཡིན་གྱི་རེད། དེ་སྲིད་ཕྱི་ནས་བ་ལས་ད་རྟ་རྒྱུག་གི་གུས་ཁ་སྐབས་དེ་ཐུག་ཡོང་ན་ད་ལྟ་ད་ཞིང་སུ་ཉར་སུ་ཟུག་གི་སྟེང་ང་ཤེད་ལས་འཇོན་གྱིན་ན་ར་ར་ད

ཡག་པོ་ཟིག་ད་ཨ་ཐུག་གི་བཀའ་ཆེན་ཟིག་ཡེ་དགོས་ནོ་ད་མོ་ཟིག་གི་རྣམ་པ་ཡིན་གྱི་རེད་དེ་ནས་ཧ་ར་སོང་ཚོ་ནས་ཤ་ལི་སོང་ན་ད་ལྟར་རྒྱུགས་འདེད་ཨུ་སུ་ཅིག་མཐུན་མོང་མ་ཡིན་པའི་ཆ་གཅིག་ཟེར་དགོས་ནི་རེད་ད་ད་མོ་གི་སྟེང་ནས་ཤ་ལི་སོང་ན་ར་ད་གཞན་གི་ལྟར་རྒྱུགས་ར་ལྟར་རྒྱུགས་རྣམ་པ་སྣ་ཚོགས་ལྷག་པར་དུ་ཁ་སང་དེ་རིང་ལྟར་རྒྱུགས་མང་གི་ར་དེའི་ནང་གི་བབ་གི་ད་ཨུ་སུ་སོར་རྒྱུན་གི་རིག་གནས་གི་དུས་གཅིག་ཅུ་སྔོན་གི་ལོ་རྒྱུས་ཟིག་གི་ལ་ཁ་བཤད་ཡོང་ན་ར་ད་ཨ་ཅུ་གོ་ཚུལ་ཤེས་ཚུལ་ན་ཉུང་ཉུང་ཡིན་གྱི་རེད་ད་མོ་གི་ལྟར་རྒྱུགས་ལོ་རྒྱུས་རི་ང་ཅན་དེ་ཡིན་ཐང་ན་བཅུད་འདི་ལ་ཀ་དག་གཞན་གྱི་ཁར་སང་དེ་རང་དབུགས་སུ་ཁུ་ཟེར་གྱི་ནི་ར་ཁུ་ལ་རིམ་པར་རྫོང་རིམ་པ་གི་དར་གཅིག་ར་དཀར་མོ་གི་དབུགས་སུ། འགྲོ་སོང་ར་དཀར་མོ་གི་བ་ཀུ་སྟོང་སྒོ་ར་དཀར་མོ་གི། ནོམ་པ་གི་ཕྱོགས་ན་དཀར་མོ་གི་ཆ་རྐྱེན་ཡོད་ཀྱི་མ་རེད་ར། གྲབས་སྒྲིག་ར། འདིའི་བ་ཀུ་གོ་བསྒྲིག་ར།

ལྷ་སྤྱིར་ཉུང་ཉུང་རེད་གོ་ཚོད་ནི་མི་ནི་འདྲ་ལྟ་མོ་རེད་འདི་ཆ་ཆེ་གཅིག་རེད་གཉིས་ཡིན་ན་གཅིག་དར་གཅིག་གི་སྟེང་ང་ཡོང་ནུ་གི་འགྲུལ་བ་ཟེར་དགོས་ནི་རེད་འདི་ཡིན་ན་ཨག་སུ་དེ་འགྲུལ་བ་ལྔ་ཡིན་ན་གཅིག་ལྟོ་མོ་ཆེ་ཆུང་གང་ཡིན་ན་དར་གཅིག་རེ་རེ་རེ་ལྟོ་མོ་རེ་རེ་ཡོད་གི་རེད་དེའི་སྟེང་ཆ་ཡོད་བཟང་ས་ཉེ་ས་རང་རང་དང་འབྲེལ་བ་ཡོད་པའི་མི་ཟིག་མི་འདུག་ད་ཆ་མི་རྫིག་བ་ཀུ་བ་ཡོང་ནི་དོ་མོ་ཀུ་སོ་ཡིན་ཧོན་ད་མེ་ཀུ་ད་ཡིན་ན་སང་ཀུ་ལྟར་རྒྱུག་ཡིན་ན་འགྲུལ་བ་ཆ་ཡོད་མི་རྒོ་ནི་ད་དམ་པའི་གཅིག་སིང་ཀུ་ཉི་མ་ཡིན་ན་རང་ཀུ་བདེ་བ་དུ་ད་ཁ་ཚུང་ངུ་ལྟར་རྒྱུག་སིང་ཨ་རོག་ཡི་ད་ལི་བཞང་ཀུ་འགྲུལ་བ་དུ་སུ་རྒྱུག་དེ་ཀོབ་འགྲུག་ཡེ་རྒོ་ནི་དེ་གྲ་འགྲུག་ཡེ་རྒོ་ནི་དེ་སྣེ་ལེན་ཡེ་རྒོ་ནི་ད་གཅིག་སིང་ཀུ་ཉི་མ་དུ་འགྲུལ་ཡིན་ཉི་མ་ཡིན་ནི་མི་འདྲ་དུ་མོ་ཟིག་ཀུ

ཁར་སང་དེ་རིང་ཤ་ཡིས་ཁྱེད་ཆེ་རིགས་པའི་ནང་ན་ལྟ་མི་ཐུབ་ན་མང་གཟུགས་ཤིག་གཟིགས་ནས་གཏོང་མ་ཡིན་ཐང་ན་དུ་སོ་ར་ཅིག་རྩ་སྡིག་གཟིགས་ཀྱི་བྱ་བ་བཞག་ན་ར་ཆོག་ནོ་ཡིན་ནི་རེད་ཕར་ཆེར་དུ་མོ་རྒྱུགས་ཁོ་ན་ཉུང་ཉུང་ཡིན་གྱི་རེད་ཤོག་གང་སོང་ན་ཉུང་ཉུང་ཡིན་གྱི་རེད་ད་ཁར་སང་དེ་རིང་ཨ་ཆུ་ཅིག་གོང་རིམ་གྱི་རྩ་འཛུགས་ཀྱི་དར་རྒྱུགས་གཟིགས་ན་ཧར་ཅིར་ཤ་ཡིས་ར་དུ་སོ་རྒྱ་གྲོང་གི་ལག་ཁའི་བཟུང་ད་ལས་དུ་མོ་གཟིགས་ཨ་མ་ཐུག་ན་རྩ་དར་རྒྱུགས་དེ་ལྟ་དུ་ནང་ཧེང་གི་མི་འཇུག་རྒྱུ་ན་ར་དུ་མོ་གི་ལག་ཁ་ན་འཛིན་དགོས་ཀྱི་ཡིན་དུ་ཅིག་བདེ་མཆོག་གཟིགས་ཨ་དུ་མོ་ར་ལྟ་དགོ་ནས་ན་ཐང་ར་ར། གང་ལྟར་བཤད་ན་ཨ་ཆུང་འདི་མོ་ཆུང་ཆུང་གི་སྐོར་ནི་དེ་ར་མེད་ད་གཟོད་ར་སེང་ཁོག་གི་དར་རྒྱུག་གི་ང་ཡིན་ན་ཆ་ཆེ་རེད་ཟེར་རྒྱུ་རེད་དེ་སུན་ཆིན་ལི་ཝི་ལི་ད་ལི་ད་ཨ་ཆུ་ད་ལྟ་དུ་རྒྱུག་སྟངས་ཀྱི་ཤི་ར་ཡོང་ན་ད་གླུ་ལེན་དཀར་རྩེ་གི་རྣམ་པ་ཡོད་ནི་རེད་དེ་ཡིན་སྟངས་ན་ཞ་ཡིས་སུ་ད་ཤི་ར་མ་ནི་དགའ་སྐྱིད་ལ་ཁ་ཡོང་ན་མ་ནི་དགའ་སྐྱིད་ལ་ཁ་ནི་ད་ཨ་ཆུ་དེ་ན་ཚོགས་རིགས་ཞིག་བཞོག་ནི་ཚོགས་རིགས་གི་ནང་ནི་ད་ད་འཇིགས་ནོ་གི་ཞ་ཡིས་དེ་ཐམས་ཅད་ལ་ཅབ་ལ་ལི་ད་ནི་ད་ཀི་ཞྭ་ཡིག་ཆུང་ནང་ན་གླུ་ལེན་ནོ་ན་དེ་ཞྭ་ཡིག་ཐམས་ཅད་ལ་གླུ་ལེན་གི་ཅིག། ཡ་ཏི་སང་ཅི་ནི་བ་ལི་ཏི་མ་ཡིན་པའི་བ་ཀི་འཇའ་བ་འདྲུ་བ་གི་ནང་ན་གླུ་ལེན་ནོ་ན་ར་གླུ་ལེན་གི་ཅིག་གི། ཨ་ད་ཏི་སོ་ན་ར་ཨིག་སུ་ཡང་རྩེ་རིག་གི་སྔགས་ཀི་སྦྱར་ཚིག་གི་བཞིན་ན་ར་ཆོག་གི། ཏི་མུག་གི་རྣམ་པ་དག་ར་ཡང་མི་མངའ་ཟིག་སེམས་ཅན་ན་རོ་ཀུ་ནི་ཏི་མུག་ཡིན་ན་རེ། ད་ནི་ཧ་ལ་སོང་ན་ཨ་ཅུ་ཏིག་ལྟར་འཇིག་འདི། ད་ཧར་སྐྱེར་རྟར་འཇིགས་གཟིགས་ཨ། ད་དགྲ་བླའི་ལུང་རྟ་དུ་མི་འཛིགས་ནས་ཁྱིམ་ཚང་གཅིག་ཀྱང་འོག་རྒྱུ་མ་རེད། དགྲ་བླའི་ལུང་རྟ་དུ་བཙུགས་ན་ཁྱད་པར་དུ་སང་གི་འཇིག་རྟེན་ཆུང་བ་སོགས་བཤད་ཡོང་ན་སང་གི་འགོ་བ་སང་གི་དགྲ་བླའི་ལུང་རྟ་དེའི་ལ་ཁ་ད་ཧྲིབ་ཀི་འཚོ་བ་སྔ་བོ་དེའི་དུས་དང་ང་སོང་ངས་དེའི་སྟེང་ནས་ད་ཧ་ནེ་གི་ད་རྟ་བརྒྱུགས་ཡིས་ད་མདུང་བསྐོར་ཡིས་དེའི་སོ་ཁྲ་ཟིག་སྤྱོད་རྒྱུ་ཟིག་འོག་གི་སོ་ཁྲ་དུ་བཅད་ལས་དུ་སུའི་སྟེང་ནས་རེད་ར་ད་བ་གི་གཅིག་གཞོན་ནུ་རྟ་རྩི་སྦ་ལྔ་བར་རིག་པ་ཧ་ནེ་གི་རང་གི་སྐྱ་རྩིད་དུ། ད་མང་མང་ང་ངོམ་ནས་ལྟད་མོ་ཡེ་ཁོ་ནོ་ལྟད་མོ་གི་རྒྱུ་མཚན་དེ་ད་སོ་ཡེ་ན་ར་གཟུགས་ད་ཡང་དེ་ར་གཟུགས་ཀྱི་ལུས་ཀྱི་རྩ་དྲུག་གི་སྦྱར་ཚུལ་དུ་ཡང་དུ་ན་འབྲས་སྐུ་ཟེར་གྱུ་རྒྱུ་མཚན་ལྟད་མོ་ཡིན་གྱི་རེད་དེ་ད་སེམས་ཅན་ནེ་ཝེ་ལི་ད་མ་ནི་ཝོམ་སྒྲུབ་གི་དེའི་ཉི་མ་ཆུ་བོ་འདོམ་པ་ར་དུ་དེའི་རྒྱུ་མདུན་དུ་དུ་ནག་སོང་གོ་གི་ད་ཡེ་ན་དེ་ར་གཟུགས་ཆོས་ལུགས་ཀྱི་ཆོ་ག་དང་ཧ་ནི་ཆ་ཚང་ནི་རེད་དེ་སེམས་ཅན་ནེ་ཝེ་ལི་ད་དུ་ནི། ད་གཏོ་མུ་ར་ཏིའི་གོ་རིམ་གྱི་བླ་ཁ་མ་ར་བ་ཡིས་གསུངས་ན་ར་བ་དང་འབྲུ་བ་ཕྱི་ནང་གང་གི་ཡོང་ན་ས་ཕྱོགས་གང་ནས་ཡོང་ན་འབྲུ་བ་ཐམས་ཅད་ལ་འོ་ད་སྣེ་ལེན་པ་གི་སྡེ་བ་ར་ཁྱིམ་ཚང་དེ་ར་ར་ད་མཐའ་ན་བ་གི་དུ་ནས་རྩེད་མོ་རྩེ་ནས་ད་གཅིག་གི་གཅིག་ག་ཁྱི་སྡིག་རི་ཡིས་ཤག་རྒྱག་རི་ཡིས་ཨ་ད་གླུ་ལེན་དུས་ཡིན་ནས་ཨ་ད་གླུ་མི་ཤེས་ནས་ཁྱོ་ར་གླུ་རྩ་ཡིན་གི་སྟོང་ཚ་ར་ཡོད་རྒྱུ་རེད་ཨ་ད་མུ་སོ་ཡིན་ན་ར་ངོ་མ་རྐྱང་གི་དུས་ཉི་མ་གཅིག་ར་གཉིས་གི་སུ་དགའ་སྟོན་དེབ་འབྲི་གི་རང་བཞིན་ད་ཉི་བདག་གཉིས་ག་དགར་དགར་ར་སྤྲོ་སྤྲོ་གི་མིན་ན་འགྱོ་གི་ནི། གཏི་མུག་གི་རྣམ་པ་ཟིག་ད་མི་མངའ་ཟིག་ད་ཚང་ནི་རེད་ཟེར་རྒྱུ་རྒྱུ་མཚན་གཏི་མུག་ཙམ་ཟིག་རེད། རེད་རེད་རེད་བཀའ་དྲིན་ཆེ། རེད་ལྟ་མཁན་གྲོགས་པོ་རྣམ་པ། ད་གོང་གི་ཨ་ག་ར་སྟེང་གི་བྱེད་ནུས་གི་ཞིང་ཁམས་པ་ལས་མོ་ལུ་མ་སྲིང་གི་རྟ་རྒྱུག་འདི་གི་དགོས་འཇུག་བར་གསུམ་གི་ཆ་ཡོངས་སུ་རྫོགས་པ་འདི་ཉན་ཡོང་ན་ཁ་ཚང་དགོས་ཡོང་ཅིག་ཕྱིར་ལོག་གི་སྲིང་གི་རྟ་རྒྱུག་དེ་དག་ཅིག་འཇགས་གི་ཟིན་འཇོག་འདི་ནས་ཡང་ན་སྲིང་མོའི་སྟོན་མོ་ཟིག་ཟ་ས་མི་ཟིག་བཟོ་ཡི་ད་མེད་ལ་ལ་ཀི་རི་ཡིན་འདྲ། བཀའ་དྲིན་ཆེ། ད་རྣམ་པ་ཚོས་ཞིང་ཤམ་པ་ལས་མོ་ལམ་སེང་གི་དར་གཅིག་འདི་གི་དགོན་འཇིག་བར་གསུམ་གི་ཞིབ་ཚགས་ཀྱི་ཆ་དེ་དག་ཏུ་རྣམ་པ་ཚོས་ཤེས་སོང་བ་བཟོས།